དེང་སང་ད་བོད་པ་སྤྱི་ཚོགས་ནང་ལོས་ལ་མི་ཚང་མ་ད་སྤྱི་ཚོགས་ཡར་རྒྱས་འགྲོ་བ་དང་ཨ་ནི་བོད་པ་ཚང་མ་ཨ་ནི་དེའི་ཐོག་ལ་སྤྱི་ཚོགས་ཡར་རྒྱས་འགྲོ་བ་ནང་བཞིན་ཨ་ནི་ཆུ་ཚོད་ཀྱི་གློག་ཀླད་ཐོག་ལ་དོ་སྣང་ད་དུ་ཡར་རྒྱས་འགྲོ་ཡ་གལ་ཆེན་པོ་རེད་འོ་བྱས་ཙང་ཨ་ནི་ང་རང་ཡིན་ནའི་ད་གློག་ཀླད་ལ་དོ་སྣང་དེ་ཡོད་ཙང་འོ་བྱས་ཙང་ཨ་ནི་མི་ཚང་མ་རང་རང་གི་འཚོ་བ་དེ་བྱས་འགྲོ་ད་ཨ་ནི

གློག་ཀླད་ཐོག་ལ་དོ་སྣང་ཡོད་བ་ཡིན་ནའི་ཁོ་རང་སྦྱང་འདོད་ཡོད་དུས་བསམ་པ་ལ་ནི་འགོ་བཙུགས་ཡས་ཀྱི་ད་དང་པོ་དེ་ཚོ་ག་འདྲའི་འགོ་བཙུགས་འོས་མེད་འོང་དེ་ཀྱི་ཨ་ནི་དེ་རིང་འུད་སྒྲོག་དེ་འོང་དེ་ད་དེ་སྤྲེལ་བ་བྱས་ཡོད་ཨ་ནི་ང་རང་ཨ་ནི་སོན་རྩ་མེད་སོན་རྩ་གི་འཐུས་མི་ཞིག་ཡིན་ཨ་ནི་ངས་ཀྱི་སློབ་ཚན་དེ་རིང་དེ་ཨ་ནི་འགོ་བཙུགས་ཡས་ཨ་ནི་དེའི་ངོས་ཀྱི་འུད་སྒྲོག་དེ་ངས་ཀྱི་ཨ་ནི།

བཙན་དང་གློག་ཀླད་དང་དབྱིན་ཇི་ཐང་ཞུས་ན Computer གི་ནང་ལོ་འགྲོ་སྟངས་དང། མི་སྦྱང་འདོད་ཡོད་བ་བཅས་ཁོ་རང་གིས་ད་གོ་བཙུ་བས་དེ་ནི་ནང་ལོག་གི་འགྲོ་སྟངས་དེ་དང་དེ་ཚོ་གོ་ཚུལ་ན། ནི་དེ་ཐོག་ལ་དོ་སྣང་ཡག་ག་དང་ཁོ་རང་གིས་སྦྱང་ཡག་གང་ལ་འོ་དེ་ལི་རེད་དཔེ་ན་ཆ་ཆ་ན་ད་ཁྱེད་ཚི་ཁྱེད་རང་ཕྱུགས་རྒྱལ་དྲུག་གཅིག་སྦྱང་ཡ་ཡིན་ནའི་གི། ནི་ན་ཕྱུགས་མ་རྒྱལ་ངེད་ལོ་གུ་ལོ་དུ་གོན་ཡ་འདུག་ད་ད་དེ་ནང་ལོག་ད། གལ་སྲིད་ཁྱེད་རང་ཕྱུགས་རྒྱལ་བྱེད་ལ་ཆུ་དྲང། ཆུ་ད་དེ་ཚོ་འགྲོ་སྟངས་ཚང་མ་ལྟ། གལ་སྲིད་ཁྱེད་རང་ད། ཆུ་ཆུ་གོ་མེད་བ་ཅིག་སྤོ་ལེ་རྩེ་ག་འགྲོ་འགྲོ་ནས་ཀྱི། སྤོ་ལེ་རྩེ་དུས་རྐང་པ་གཡུག་སྟངས་འགྲོ་ད་ཆུ་རྒལ་དུས་རྐང་པ་འགྱེལ་སྟངས་ད་ཚང་མ་ཤེས་འགོ་ཡོད་ཙང་དེ་ཡིན་ཙང་ཀམ་པུའུ་ཏར་སྦྱང་དུས་ཙང་པ་ཀམ་པུའུ་ཏར་ཁོ་རང་རང་གི་འགྲོ་སྟངས་ད་དེ་ཚོ་ཚང་མ་ཨ་ནི། ཁྱེད་ཆེན་པོ་མཐོང་གི་འདུག་ཨོ་ཆེ་ཟང་བོ་འདི་གལ་སྲིད་ཁྱེད་རང་གིས་ཤེས་ན་ཨ་ནི་དེའི་རྗེས་ལ་ལས་ཀ་གར་བྱེད་ན་ཡིན་ཨ་ནི་ག་བ་ལ་དེ་རྒྱུ་མཚན་གི་ཐོག་ནས་ཁྱེད་རང་གིས་དེ་ལས་ཀ་བྱེད་ན་ཨ་ནི་དེས་ཡག་ག་ཡོང་གི་རེད་བསམ་གི་འདུག་ཨོ་ཆེ་ཟང་ཨ་ནི་དེ་རིང་ངའི་གླ་པད་དེ་ག་རེ་ཡིན་ན་ཀམ་པུ་དེ་གློག་ཀླད་དེ་གློག་ཀླད་བྱས་ཨ་ནི་ཀམ་པུ་ར་དེ་ལ་ཨིན་ཇིའི་ཐོག་ནས་བྱས་ང་རང་རང་གིས་ད་ད་ལྟ་གློག་ཀླད་དེ་ཚོ་ཚང་མ་བྱེད་དུས་བརྩམས་པ་ལ་ཨ་ནི་དེའི་ནང་ལ་འགྲོ་སྟངས་ཚང་མ་མི་ལ་ལྟ་མི་གལ་ཆེ་འགོ་འཛུགས་ངེས་ཅི་ལ་འབྲེལ་བཤད་ག་ན་ཡག་པོ་མཐོང་གི་འདུག་དེ་ཡིན་ཙང་དེ་རིང་གི་སློབ་ཚན་དེ་དགོངས་འདི་ཐོག་ལ་ཡིན་ཨ་ནི། དང་པོ་དེ་ག་རེ་ཡིན་ལ་ན་གལ་སྲིད་ཁྱེད་རང་གིས་སྐམ་པུའི་རས་ཀྱི་གསར་བ་ཉོས་བ་བྱས་ཨ་ནི། འོ་འདི་ནག་ལོ་ལ་གསར་བ་ཉོས་དུས་བརྩམས་པ་ལ་ཨ་ནི་ཁོ་རང་ཚོའི་གའི་སྐུ་གཅིག་བླུག་ད་ནག་ལོ་སྟོང་པ་སྟོང་ཡང་འདྲ་བོ་རེད་ཁྱེད་རང་གིས་འདི་ནག་ལོ་ལ་ད་དཔེར་ན་ཆ་བཞག་ན་ཁྱེད་རང་གིས། ད་ཅག་ལ་ཟ་བ་ཅི་ཉོས་ནས་འདྲ་ད་གལ་སྲིད་ཁྱེད་རང་གིས་པར་ཆས་ཅིག་ཉོས་ན་འདྲ་པར་ཆས་ན་རོ་པར་དང་ཚང་མ་དངོས་ནས་མེད་བ་དེ་ཚོ་ད་དེ་ཚོ་ཚང་མ་བེད་སྤྱོད་བཏང་ཙང་མིའི་ཤེས་མཁོ་རེད་གལ་སྲིད་དེང་སང་ཀམ་པུའུ་ར་དང་པོ་ཉོས་དུས་ཁྱེད་རང་གིས་འདི་ནང་བླུགས་ལ་ཨ་ནི་ཡིན་གཅིག་ཐོག་ནས་ཞུས་ན་སོབ་བེ་ལ་སོབ་བེ་བླུགས་དུས་བསམ་པ་ལ་སུ་སུ་ཚང་སུ་སུ་དགོས་སུ་སུས་བླུགས་ན་མི་ཤེས་ཁོང་ཚོ་ཚོ་ཁོང་ཚོས་དང་པོ་སྤྲད་དུས་སྲ་བ་སྲ་རྐྱང

གོ་བཅོས་གཅིག་ག་རེ་ཡིན་ལབ་ན་ཨ་ནི་ནང་ལོགས་ལ་ལྟ། ཚོད་འཛིན་གློག་ཀླད་ནང་ལོགས་ལ Software ལ་ཨིན་ཇི་ལོགས་ནས་གླུ་བསྡུས་ཙམ་པ་ལ་ཨ་ནི་ནང་ལོགས་འགྲོ་གོ་བ་ལ་ཇུས་ཡུན་མེད་ད་གླུ་དང་གླུ་དང་འདི་ཨན་ཁྱེད་རང་གི་ལས་ཁ་ལས་སླ་བོ་སྤེལ་བ་རེད་ཚང་མ་གཅིག་པ་གཅིག་པ་འགྲོ་བྱེད་ཁྱེད་རང་གི་ལུས་ཀྱི་གློ་བ་གློ་ནའི་དགོས་ཚུལ་རེད་ད་གོ་བ་འགྲོ་ཡུན་མེད་ད་དེ་ཚོ་སྐོར་ལ་ལྟ་གལ་སྲིད་ངས་གཅིག་ཞུས་ན་ཨ་ནི་དེང་སང་ཀམ་པུའུ་རའི་ནང་ལོགས་ལ་ཨ་ནི།

ཤུ་གུ་དཀར་བོ་གཅིག་གང་ལ་རི་མོ་བྲིས་ཀྱོག་འགྲོ་དང། ཨ་ནི། ཁྱེད་རང་གིས་རི་མོ་རེ་རེ་གང་ལ་སླེབས་མདོས་ཙམ་བར་ལ་ལྟ་དཔེར་ན་ཆ་བྱས་ན་ཁྱེད་རང་གིས་ཤུ་གུ་དཀར་བོ་གཅིག་གང་ལ་ཐག་པ་མང་བོ་གཅིག་བྱས་ཨ་ནི། ཐག་པ་དང་པོ་དེ་འཐེན་མདོས་ཙམ་བར་ལ་བཅའ་ལགས་བཅའ་ལགས་དེ། ཐག་པ་དེ་དང་གཉིས་མཉམ་དུ་ཚུན་ཁྱོད་ཡོད་ན། ཐག་པ་དང་པོ་འཐེན་མདོས་ཙམ་བར་ཐག་པ་དང་པོ་དེ་མར་འགྲོ་ནས་བཅའ་ལགས་རྡོག་རྡོག་དེ་ཁོ་རང་གི་ནགས་ལོག་ལ་རྒྱབ་ལ་བསྡད་ཡོད་པར་བསྡད་ཡོད་ཀྱོག་འགྲོ་རེད་ད་གློག་ཀླད་ལ་ན་ཨ་ནི། ཁྱེད་རང་གིས་ད་གལ་སྲིད།

ཚུལ་མཐུན་ས་གཅིག་ཨ་ནུ་བདུན་གྱིས་ཁྱེད་རང་གི Screen མདུན་དུ་ལ་དཔར་འགྲོ་དོན་ལེགས་བོར་ཡིན་ནི་ཁོ་རང་གི་དཔར་འདི་དང་ད་ལྟ Application File ལ་འདི་འགྲོ་ས་དེ་ཡི་ནང་ལོགས་ལ་ཁོ་རང་མཐུད་ནས་དེ་ཡོད་རེད་འོང་འདྲ་འགྲོ་རེད་དེ་ཡིན་ཙང་ཁྱེད་རང་གི་ད Computer ད་གར་བེད་སྤྱོད་བཏང་ནས་དེ་ནང་ལོགས་ལ་གལ་སྲིད་ཁྱེད་རང་མ་ཤེས་ན་ལག་པ་འཆང་ས་ལག་པ་མ་འཆང་ས་མང་པོ་ཡོད་རེད་ལ App། ད་ཀུ་ཤུ་གི་དེ་ཡིན application file དེ་ན་གལ་སྲིད་ཁྱེད་རང་ལག་པ་མ་འཆང་ན་ཡག་པོ་རེད་གལ་སྲིད་ཡག་པོ་མ་ཤེས་ན་ཁ་ཆེམས་ལ་གལ་སྲིད་དེའི་ནང་གཅིག་འཁྲུག་ན་ནི་ད་ཁྱེད་རང་ཀམ་པུ་ཏར་ནང་ལོག་ལ་གང་ཟག་འཁྲུག་འགྲོ་བ་འདྲ་བོ་ད་ཚང་མ་དུད་འགྲོའི་འོ་ནད་ནས་ཡོང་གི་རེད་ཧུམ། གལ་སྲིད་ད་ད་དེ་ཀུ་ཤུ་དེ་ཚར་བ་བྱས་དེ་སྲིད་ཀན་ལྷེའི

ཚང་མ་མང་པོ་ད་པར་ད་ལྟད་མོ་ད་ཚང་མ་མ་བསླུ་ན་ཡག་པོ་རེད་ཁ་ཤས་འདི་ན། གལ་སྲིད་ཁྱེད་རང་གི་གློག་ཀླད་ད་ཀམ་པུ་ར་གཅིག་འཕྲོ་བརླག་འགྲོ་ན་ཁྱེད་རང་གི་ཀམ་པུ་རའི་ད་གློག་ཀླད་ཀྱི་ཕཱིལ་གང་རྩ་ད་ལྟ་སི་ཡི་ལ་ནི་འདྲོའབ་བྱེད་ཀྱི་རོང་བོ་འདི་ན་དེའི་རེད། དེ་གཅིག་འཕྲོ་བརླག་འགྲོ་དུས་ཙམ་པོ་ལ་ད་དེའི་ནང་ལོས་ཡོད་རྒྱུ་གི་ཚང་མ་སུབ་པོ་ཞིག་རེད་ད། དེ་ཡིན་ཙང་ཁྱེད་རང་གི་པར་ལྟད་མོ་ཚང་མ་སུབ་ཀྱི་རེད་དེ་ཡིན་ཙང་ཁྱེད་རང་གི་སི་ཡི་བྱེད་འབྲིའི་བྱེད་ཨི་ཡི་ལོག་ཀ་ལོག་ཀ་ཟོས་ན་གལ་སྲིད་ཁྱེད་རང་གི།

རྒྱུ་ཡོད་བ་ཅིག་དེའི་དངོས་གནས་དེ་ལྕགས་ལ་དེ་རྒྱབ་ལ་དེ་གྱུར་རོ་ད་ལྟ་གཅིག་གི་ནང་ལོ་རྫུས་དེ་གྱུར་རོ་འོང་འདྲི་འགྲོ་རེད་ད་ད་ཉིད་ཀྱི་ཞོལ་ནས་ཞིག་ད་ཁྱེད་རང་གི་གློག་ཀླད་ནང་ལོ་ཁྱེད་རང་གི་གར་མཐོང་མགྱོགས་ཚང་མ་དེ་གི་རྒྱབ་ལྗོངས་ལ་དངོས་གནས་དེ་དེ་ཡོད་ཙང་ཁྱེད་རང་གི་གར་བཟོ་བཅོས་བརྒྱབ་ནས་འོང་འདྲི་འགྲོ་ག་ཡོད་རེད་ཨེ་ནི་ཡིན་ན་ཆ་ཤ་ན་ད་ལྟ་ང་ཚོའི་མཱིཀ་རོ་སྐོབ་ཀྱི་ཝིན་འགྲོ་དེ་ད་གློག་ཀླད་དེ་ལ་ཆ་ཤ་ན།

དང་པོ་འགྲོ་བས་ན་གནས་འདྲ་ལག་པ་མ་འཆང་ན་ཡག་པོར་ཁ་ཆེ་ན་འདི་ན་ལོ་གཅིག་ཁེ་རང་ནོར་ན་སྐམ་གློག་ལས་འཕྲོ་ལ་འགྲོ་ཡ་འགྲོ་ད་འོང་འདྲེ་འགྲོ་རེད་ཨ་ནི། དེ་རིང་གི་སློབ་ཚན་ཨ་ནི་སྙི་བོ་འདི་ག་རིང་ལ་ན་སྐམ་ད་ལྟ་གློག་ལས་ནང་ལོས་ལ་ཨ་ནི། ཁེ་རང་གི་པར་ཡོད་རེད་དེ་མོ་ཡོད་རེད་ཨ་ནི་ཡིག་ཆ་མང་པོ་རེད་ད་དེ་ངེད་ཚང་དེང་ཚང་གི་ད་གློག་ལས་ནང་འགྲོ་སྟངས་གལ་ཆེན་པོ་ཆེ་ཤོས་གཅིག་འོང་འདི་འགྲོ་རེད་དཔེ་ན་ཆ་ཚང་ཁེ་རང་དེ་སྲིད་ངེད་ཁེ་རང་ཚོ་ལ་དྲི་བ་ཅིག་བཀོད་ན། ཁྱེད་རང་གི་གློག་ཀླད་ནང་ལོས་ལ་ཁྱེད་རང་གི་ལྟད་མོ་ཅིག་མཐོང་རེད་ད། ལྟད་མོ་དེ་ཁྱེད་རང་གི་གློག་ཀླད་ནང་ལོས་ལ་ཡོད་རེད། ཨ་གལ་སྲིད་ཁྱེད་རང་གི་འདི་གློག་ཀླད་ནས་ཁྱེད་རང་གི་ཨ་ནི་ལག་རྡོག་ཁ་པར་འགྲོ་ཅིག་ནང་ཚུད་བཏང་ན། ཨན་ལག་རྡོག་ཁ་པར་དང་འདི་ཁ་དཔེ་མ་ཐུ་བ་འགྲོ། ངོ་བོ་འདྲི་འགྲོ་བྱུང་བ་ལས་ཨན་པར་འདི་ཚོ་ཡང་གློག་ཀླད་ནང་མཐོང་བ་ཅིག་ཨན་དེ་ནས་ཚུད། ལག་ཏུ་ཧབ་པ་དང་སྟག་གཞན་པ་འདི་ན་སྟག་འདུས་དང་བ་ཡང་མ་མཐོང་བ་འུར་འུར་རིགས་ཀྱི་ཨ་ནི་དེང་སང་ནོར་འཁྲུལ་མང་པོ་རེད་པན་དེ་དང་ཆ་ཤ་དོན་དུ་ཁྱེད་རང་གི་ཡིག་ཆ་ཡིན་ནས་ཡིག་ཆ་སུས་སུས་ཀྱི་གློག་ཀླད་ན་ཡག་པོ་བྱས་བ་ཅེས་ཕར་སྟག་འདུས་ཙམ་པ་ཕའི་ལོ་ཀ་དེ་འུར་འུར་དེ་ཚོ་ཚང་མ་གི་ཀྱ་རྒྱུ་མཚན་གཙོ་བོ་དེ་ག་རེད་ན་ཨ་ནི་ང་ཚོའི་གློག་ཀླད་ནང་དུ format format ཞུ་བ་ད་ནི་ཁྱེད་རང format ལ་ན་ཁོ་རང་རང་གི་ཨ་ནི། ད་དཔེར་ན་ཆ་བྱས་ན་ཨེ་འདྲ་རོ་རེ་མི་ཡིན་པ་བྱས་རབ་ད་རྒྱུ་གི་སེམས་ཡིད་ཀྱི་ཆ་བཞག་ན་དཔེ་མཚོན་བཞག་ན་མི་ཡིན་པ་བྱས་མིའི་ནགས་ལོ་ལ་ཡང་སྣ་ཁ་མང་པོ་ཡོད་བ་ཚང་མ་མཁྱེན་གསལ་རེད་མི་ད་མི་ནག་པོ་བྱས་སེའུ་བྱས་རྒྱ་མི་རྒྱ་མི་ང་ཚོའི་རིགས་འགྲོ་དེ་བྱས་མེད་ཨིན་ཇི་མི་ཨིན་ཇི་མི་རིགས་བྱས་འོང་ནས་མི་རིགས་མང་པོ་ཡོད་དེ་དང་གཅིག་པ་གཅིག་ཡང་ཨ་ནི་ད་ལྟ་ཀ་འབུ་ར་ནག་ལོ་ལ་ཧྥ།

པར་གི་ཨེ་འདྲའི་དྲོ་ནག་ཁ་ཁང་དེ་རེ་ཁེ་སི་ཉེ་ཤུས་ན་བེའུ་དྲོ་དག་དག་གི་ཨེ་འདྲའི་ཁང་དེ་རེ་དེ་གང་རྫ་པར་ཡིན་པ་བྱས་ཁོ་རང་གི་ཆ་ཤས་ལོག་ག་ལོག་ག་དབྱེ་བ་བྱས་ཡོད་རེད་དེ་ཡིན་ཙང་ཨ་ནི་ད་དེང་སང་གི་མང་མི་མང་གཅིག་བོད་ཤ་ཏག་ཡིན་དེ་ད་ད་ཇེ་བེག་ལ་ནི་ཞུས་རེད་ཨ་ནི་འོ་འདི་ད་ད་ཁེ་སི་ལག་ཏོག་ཁ་པར་དང་མང་ཆེ་ན་ད་ཁེ་སི་ད་དེ་ཁ།

གྲོད་པ་ཡིན་ན་ཁྱེད་རང་གི་གློག་ཀླད་ནང་ལོ་ལ་ཨེ་ཉེ་ད་ལྟ་སོག་པའི་ལུགས་དང་དེ་ལག་པ་ན་ཞིག་སོག་པའི་མང་པོ་རེད Converter ལན་ཞུས་རེད Converter ལན་ད་ལྟ་འགྱུར་བ་བཏང་ངེས་ཏེ་གལ་སྲིད་ཁྱེད་རང་གི་དེ་དངོས་ནས Beef ཡིན་ན Beef ནས་ཚུལ Jiff ལ་བཟོས་གི་འགྱུར་བ་བཏང་ངེས་གི་ཁྱེད་རང་གི་སོག་པའི་འདྲ་ལུས་ཡོད་རེད་ཧུམ་ཁྱེད་རང་སོག་པའི་ལུགས་དེ་ཙམ་པ་ཡང་དེ་དངོས་ལ་གང་འགྲོ་སྟངས་དེ་བསམ་བློ་བཏང་གི་བཏང་གི་བྱས་ནས་ལུགས་ན་ཨ་ནི་ཁྱེད་རང་ད་བྱེད་དུས་ཙམ་པ་ལས་ཀ་བྱེད་དུས་ཙམ་པ་ལ་ཡི་སྟབས་དེ་བ་འོང་འདྲ་འགྲོ་ཡིན་གི་རེད་ཧུམ།

PDF ལ་ནི་ད་ནང་ཚུན་ཡིག་ཆ་མང་ཞིག་འོང་དེ་གང་ལ་ཡོད་དང་འོང་དེ་ད་ཡང་ཆ་ཤས་དེ་གལ་ཆེན་པོ་ཞིག་རེད་ད་གལ་སྲིད་ཁྱེད་རང་ཆ་ཤས་དེ་ཤེས་ཉེན་བྲོས་ན་ད་དེའི་ཐོག་ལ་ཆ་ཤས་དེ་ག་འདྲི་ད་ཤེས་གི་རེད། ཁོ་རང་ཆ་ཤས་ག་ག་དེའི་རྐུབ་ལ་ག་དེ་ཡོད་མེད་འགྲོ་ད་ཁོ་རང་ད་པར་འགྲོ་བཞིན་ན་པར་དེ་ག་རེ་ཁུངས་གཏོར་ཚུལ་ཡོད་མེད་ཁྱེད་རང་གིས་ཨ་འདི་ཧ་གོ་ཉེན་བྲོས་ན་ཨ་ནི།

ཡི་གེ་གཅིག། དེའི་ཡི་གེ་དེ་གར་བཙོན་དགོངས་ན་ཁོ་རང་དཔར་ག་རེའི་ཆ་ཞིག་གོ་ལ་ཡིན་པར་མེད། དེ་མ་ཟད་ཁྱེད་རང་ལ་ཡིག་ཆ་ཅིག་ཡོད་ན་ཡིག་ཆ་དེ་མིང་ལ་ཁྱེད་རང་གི Letter དུ་ཞུ་ཅིག་དེ་རྐུབ་ལ Ended དུ་ཚག་ཅིག་བྱས་ལ་ཅིག་ལོས་འོང་དེ་གར་བཙོན་དགོངས་ཁོ་རང་ག་རེའི་ཆ་ཞིག་ཡིན་པར་འགྲོ། ཨང་དེ་གེ་ད་དེའི Format དེ་གལ་ཆེན་པོ་ཤན་ལ་ཨང་ཁྱེད་རང་གི་དེའི་ནང་ལོགས་ལ། སྟག་འདི་ག་རེའི་ཁུངས་གཏོགས་ལ་ཡོད་མེད་དེ་ཁྱེད་རང་གལ་ཆེན་པོ་ཞུ་ཧ་གོ་རེད་ཀ་ཨ་ནི་དཔེར་ན་ད་དེ་བཅུ་གོང་མ་རེད་ཡང། འདི་གློག་ཀླད་ནང་ལོག་ལ་ཡང་ཁོ་རང་ཆ་ཤས་དེ་ཡང་ཁ་དཔེ་ཐུག་ཉེན་ཡང་ཁྱེད་རང་གི་གསོ་བས་ཡིན་དུ་གོ་རེད་མང་ཆེ་བ་ད། དེ་ཨ་ཆ་ཤས་མང་ཆེ་བ་གློག་ཀླད་ཁོ་རང་རང་ནང་ཁ་དཔེ་ཐུག་ཁ་ཐུག་དཔེ་ཁ་དཔེ་ཐུག་རེད་ཡིན་ནའི་ཨ་ནི་བསམ་ཙམ་ཨ་ནི། བྱ་ཤེས་ཁ་ཤས་དམིགས་བསལ་འདི་ཡོད་འགྲོ་འོང་དུས་སུ་གློག་ཀླད་ནང་ཁ་དཔེ་མ་བཏུས་བསམ་པ་ཁྱེད་རང་གིས་ཨ་ནི་སོ་བའི་དྲུག་དང་འདི་བླུགས་ནས་ཨ་ནི་ཁོ་རང་གི་ཁ་དཔེ་དོད་དེ་བཟོས་དོད་རེད་དེ་ཡིན་ཙང་ཨ་ནི་དེ་གཉིས་དེ་ད་ལྟ་གློག་ཀླད་ཁྱེད་རང་ད་གོ་བཙུགས་ཡོད་ན་གལ་ཆེ་བོ་བྱ་ང་གལ་ཆེན་པོ་ཞུ་ཐུང་གི་འདུག་ད་འདི་ནང་ལོག་ལ་འགྲོ་དང་འགྲོ་དང་འོང་འདི། དེ་རིང་གི་སློབ་ཚན་དེ་ཁ་ཆེ་ད་ངེད་ཀྱིས་ཨིན་འདྲའི་བསམ་བློ་བཏང་ནས་བསླབ་ཡུལ་ལ་ན། ད་བོད་པའི་སྤྱི་ཚོགས་ན་མི་ཞིག་གིས་གློག་ཀླད་སྦྱང་ཉིན་བྲོས་བ་དང་ནི་སྦྱང་དུས་ཙམ་པ་ལ་ག་ནས་འགོ་འཛུགས་ཐུབ། ག་ནས་འགོ་འཛུགས་དགོས་རེད་འགྲོ་དང་ནི། ཁོ་རང་གིས་ད་ཡང་གློག་ཀླད་སྒང་ལ་ཅིག་འགྲོ་ན་ཡི་ད་གལ་སྲིད་བོད་པ་མང་ཆེ་དེང་སང་གི་གློག་ཀླད་སྒང་ལ་ནི། ད་ལྟ། དྲ་རྒྱ་དྲ་རྒྱ་བཟོས་འགྲོ་གི་དང་ཨེ་འདྲས་གང་ལ་ད་དེ་གལ་སྲིད་ལྟད་མོ་བཟོས་འགྲོ་གི་དང་ཨེ་འདྲས་གང་ལ་བྱང་ཁ་འགྲོ་འོ་རེད་ངོ་འདོད་དུ་བྱང་ཁ་འགྲོ་དུས་ཙམ་པ་ལ་དང་པོ་ཕི་ཡི་ནང་འགྲོ་དུས་ཙམ་པ་མིའི་སྐད་ཆ་དྲིས་ཏེ་ཁྱེད་རང་གི་ཀ་བསྟི་གློག་ཀླད་ཀྱི་ཨ་ནི་མ་གཞི་དེ་འགོ་ཚུལ་ཡོད་ཡོད་ལ་ནི་སྐད་ཆ་དྲིས་དུས་ཙམ་པ་ལ་ཁོ་རང་གི་ཐ་མ་གཞི་དེ་ག་འདྲས་འགྲོ་གི་དང་ཨ་ནི་འགྲོ་སྟངས་དེ་འགོ། ཚོའི་ཁག་པོ་ད་མི་ཡིག་བསླབ་ནས་ཀྱི་ཁྱེད་རང་གི་དྲ་དེབ་ཀློག་ཨེ་འདྲ་བྱས་ནས་ཤེས་ཡིན་ཤེས་ཀྱི་རེད་ནི་དེ་ནང་འགྲོ་སྟངས་ད་ཁྱེད་རང་གི་མ་མཐོང་དང་ཨ་ནི་ཨེ་འདྲ་བྱེད་འདོད་ཙམ་པ་ལ་དེས་ཁག་པོ་བྱེད་རོགས་དེ་ཡིན་ཙང་ཁྱེད་རང་གི་དེ་ནང་ལོ་ད་འགྲོ་སྟངས་ད་དེ་ཚོ་ཤེས་ན་ཨ་ཤེས་འོང་མ་ཤེས་ནང་ལོ་ལ་ཁྱེད་རང་གི་ཨ་ནི།